ཧྥ་རན་སི་གི་ས་གནས་ཡུལ་དུས་ནང་གཡས་འཇོག་ཆབ་ཡིག་ཚོགས་པའི་འགོ་ཁྲིད་ལྕམ་མཱར་ཡེན་ལི་པིན་གྱི་འགོ་ཁྲིད་པའི་ཆབ་ཡིག་ཚོགས་པར་རྒྱལ་ཁ་སོན་རྒྱུའི་ཚོད་དཔག་བྱས་ཡོད་ཅིང། ཁོང་གི་འགོ་ཁྲིད་པའི་ཆབ་ཡིག་ཚོགས་པ National Rally ལ་ཡུལ་དེའི་ས་ཁུལ་བཅོ་གསུམ་ནང་གི་གཅིག་སྟངས་འཛིན་ཐུབ་རྒྱུའི་ཚོད་དཔག་བྱས་ཡོད་པ་རེད། ཡང་འགའ་རེ་ཡིས་ཐེངས་འདིའི་ཡུལ་དུས་དེ་ལོ་རྗེས་མར་སྲིད་འཛིན Emmanuel Macron དང་ལྕམ་ལི་པིན་བར་འགྲན་རྩོད་ཐུག་སྲིད་པའི་དངོས་འབྲེལ་ལས་རིམ་ལྟ་བུར་ངོས་འཛིན་བྱེད་མཁན་ཡང་བྱུང་ཡོད། ཡོད་འདི་རེ་སྲེག་ཉེས་མེད་ཡོད་དུས་གྲུབ་འབྲས་དེ་ཁོང་གཉིས་ཀས་རེ་བ་བྱས་པ་ལྟར་བྱུང་ཐུབ་མེད། སྲིད་འཛིན་མེ་ཁོན་གྱི་འགོ་ཁྲིད་པའི་གཡུལ་འཇོག་བྱ་འཕུལ་སོགས་པར་ཐེངས་འདིའི་ཡོད་དུས་གྲུབ་འབྲས་ཆེན་པོ་ཐོབ་མེད་པ་དང། དེ་བཞིན་ཡུལ་དེའི་ལྷོ་ཕྱོགས་ཨེལ་སྐོ་སྡེ་ཁུལ་གྱི་ཡུལ་དུས་ནང་དབྱེ་འཇོག་ཚོགས་པའི་ཡུལ་མི་ཞིག་མདུན་སྐྱོད་བྱེད་བཞིན་ཡོད་པ་མ་གཏོགས་ས་གནས་གཞན་གྱི་ནང་རྒྱལ་ཁ་ཐོབ་ཚུལ་བྱུང་མེད་པ་རེད། མེག་སི་ཀོ་ས་གནས་ལ་ཁེལ་སོང་འདུག་ས་སྐྱ་པ་སི་ཅཱ་ཁོང་ཁྲི་ཆིག་རེའི་ཉི་ཤུ་རྩ་དགུ་དུས་དྲན་དུ་ཁོང་གི་དཀའ་ངལ་དེ་ཡུལ་དུས་ལས་རིམ་གཉིས་པ་དེ་ཆགས་ཀྱི་རེད་ཐེངས་འདིའི་ཡུལ་དུ་བྲག་གདོང་ནས་ཡོད་ཕེབས་མཁན་མང་པོ་ཡོད་པ་དང་ཁོང་གི་ཁ་དེ་ལ་རྒྱབ་སྐྱོར་བྱེད་མཁན་ཇི་ཙམ་ཡོད་ཕ་འགའ་ཡོང་མིན་གྱིས་ཡུལ་དུས་གྲུབ་འབྲས་ལ་ཁྱད་པར་ཆེན་པོ་བཟོ་གི་རེད་གཡས་འཇོག་ཚོགས་པས་ཁ་དེ་ཚོགས་པའི་ཡུལ་མི་ཞིག་ཕམ་ཉེས་བཏང་ཐུབ་རྒྱུ་ཁག་པོ་རེད་ཡུལ་དེའི་ཤར་ཕྱོགས་འབོར་ཁན་ཧྥན་ཆི་ཁུལ་གྱི་ཡུལ་དུས་ནང་སྤྱི་ཚོགས་རིང་ལུགས་ཚོགས་པའི་ཡུལ་མི་དང་གཡས་འཇོག་ཚོགས་པའི་ས་གནས་མགོ་ཁྲིད་ཇུ་ལིན་ཨོ་ཀྲེན་བར་འགྲན་རྩོད་ཐུག་གི་ཡོད་པ་དང། ད་ལྟའི་ཆར་གཡས་ཕྱོགས་ཤོག་ཁག་གི་ཡུལ་མིར་ཕམ་ཉེས་བྱུང་བཞིན་ཡོད་པ་རེད། ས་གནས་ཀྱི་ཡུལ་དུར་མི་མང་སུམ་ཆ་གཉིས་ཙམ་གྱིས་དྲ་ཐོག་ནས་ཡུལ་འཕང་བཞིན་ཡོད་པར་སོང། མི་མང་ཚོས་གཟའ་འཁོར་འདི་རེས་ཉིན་མའི་ཡུལ་དུར་ཡོལ་འཕང་དགོས་ལུགས་སྐུ་ཞབས་ཨོ་ཏེལ་གྱིས་ཁོང་གི་རྒྱབ་སྐྱོར་བ་ཚོར་ནན་སྐུལ་བྱེད་ཀྱི་ཡོད་པ་རེད། མི་མང་ཚོས་ཐེངས་འདིའི་ཡུལ་དུར་ལ་ཆ་ཤས་མ་ལེན་པ་ཡིན་ན་སྲིད་འཛིན་མཱ་ཁེ་རོན་ལ་རྒྱབ་སྐྱོར་བྱེད་པ་དང་གཅིག་མཚུངས་ཆགས་བཞིན་ཡོད་པ་ཁོང་གིས་འགྲེལ་བརྗོད་གནང་གི་ཡོད་པ་རེད། སྐུ་ཞབས་ཨོ་ཏེལ་གྱིས་འགྲན་རྩོད་བྱེད་སའི་ས་གནས་དེ་ཡུལ་དེའི་བཟོ་ལས་ཆེ་ཁག་ཡོད་པའི་ས་གནས་ཤིག་ཡིན་པ་མ་ཟད་ས་གནས་དེར་རྒུན་ཆང་དང་ཕ་ཆུ། དེ་བཞིན་ཕྱུགས་ར་སོགས་ཀྱི་ཐོན་ཁུངས་ཕྱུག་པའི་ས་གནས་ཤིག་ཀྱང་ཆགས་ཀྱི་ཡོད་པ་རེད།
ལྕམ་ལི་པིན་དང National Rally ཚོགས་པའི་ལངས་ཕྱོགས་ཁག་འགྲིག་པ་ཞིག་ཡིན་པ་ཧྥ་རན་སི་གི་མི་མང་ཚོས་བསམ་བློ་འཁོར་བཞིན་ཡོད་པ་ངས་ངོས་འཛིན་བྱེད་ཀྱི་ཡོད། ཕྱི་མིའི་གནད་དོན་དང་རྒྱལ་ནང་བདེ་འཇགས། ཁ་ཆེའི་རིང་ལུགས་ཀྱི་གནད་དོན་དང་ས་ཁུལ་ལ་གཅིག་འབྲེལ་མེད་པའི་གནད་དོན། དེ་བཞིན་སྨན་བཅོས་ཐོན་སྐྱེད་བདེ་ངན་མེད་པའི་དཀའ་ངལ་དེ་རིགས་ལངས་ཕྱོགས་འགྲིག་པ་ཞིག་རེད། ང་ཚོས་དེའི་གོང་ཚོད་དཔག་བྱས་པ་ཆ་ཚང་སྒྲུབ་ཐུབ་ཡོད་རེད།
ཕྱི་མི་དང་བདེ་འཇགས་ཀྱི་གནད་དོན་དེ་ས་གནས་ཀྱི་དབང་ཆའི་ཁྱབ་ཁོངས་ལ་མེད་པར་བརྟེན་གཡས་ཕྱོགས་ཚོགས་པའི་མི་མང་ལ་མགོ་སྐོར་གཏོང་བཞིན་ཡོད་ལུགས་སྐུ་ཞབས་ཨོ་ཀྲེ་ལ་ཁ་བརྡ་བྱེད་མཁན་གྱིས་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། དཔལ་འབྱོར་ཐོག་ནས་ས་གནས་དེའི་མི་མང་ལ་དཀའ་ངལ་གང་འཚམ་བྱུང་ཡོད་རེད། ཁོང་ཚོས་གནད་དོན་དེ་ནས་གཡོལ་ཐབས་བྱེད་བཞིན་ཡོད་རེད། དཔེར་ན་ལོ་ངོ་བཞི་བཅུའི་སྔོན་ལ་པི་ཀུ་བཟོ་ལས་ཁང་ནང་ལས་ཀ་བྱེད་མཁན་མི་མང་སྟོང་ཕྲག་བཞི་བཞེ་གཉིས་ལྷག་ཡོད་རེད་དེ། ད་ལྟའི་ཆར་མི་མང་ལྔ་སྟོང་ཙམ་ལས་མེད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ས་གནས་ཀྱི་ཚོགས་འདུ་ཞིག་གི་སྐབས་སུ་སྐུ་ཞབས་ཨོ་ཏེལ་གྱིས་ཁ་ཆེ་བུད་མེད་ཅིག་གིས་གདོང་གད་ཕུད་བཅུག་ཡོད་པ་དང། དེ་བཞིན་སོ་ནམ་ཞིང་ལས་རང་ཤི་རྒྱག་མཁན་ཚོ་ལ་ཁོང་གིས་ཁྱད་གསོད་བྱས་ཡོད་པའི་གནས་ཚུལ་ཐོན་ཡོད་ཅིང། ཁོང་གིས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། ངས National Rally ཚོགས་པར་ངོས་ལེན་བྱེད་ཀྱི་མེད། སོང་ཙང་ཆབ་སྲིད་ཚོགས་པ་དེར་ཡོད་འཕངས་ཀྱི་མེད། ཟླ་བ་འདིའི་ཕྱི་ཚེས་ཉི་ཚེ་བདུན་ཉིན་ཡུལ་སྡེ་མངའ་སྡེ་ཁག་གི་ནང་ཡུལ་དུ་བསྐྱར་མ་བྱ་འཆར་ཡོད་པ་དང་སྐབས་དེར་གཡས་ཕྱོགས་ཚོགས་པར་གྲུབ་འབྲས་གང་འདྲ་བྱུང་བཞིན་པའི་ཐད་མང་པོས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་རེད། ཡུལ་འདི་ལོ་རྗེས་མའི་སྲིད་འཛིན་ཡུལ་དུས་ཏེ་ཐེངས་འདིའི་ཡུལ་དུས་གྲུབ་འབྲས་དང་འདྲ་མཚུངས་མི་ཡོང་སྲིད་པའི་ཚོད་དཔག་བྱེད་མཁན་ཡང་མང་པོ་ཡོད་པ་རེད། གསར་འགྱུར་འདི་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན།